ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ནི་ང་ཡོད་ས་ནས་བཀྲ་ཤིས་འབྱུང་ཁང་པ་འགའ་གི་ཐུ་ལོ་གསར་པའི་མདུན་ལ་རེད་དེ་རིང་ནས་ཁང་ཀར་འབྲུག་ཐུ་ལོ་དར་མ་ཀ་རི་དབུ་འབྱེད་དང་རང་གནས་ཀྱི་མཛད་སྒོ་ཡིན་པར་བརྟེན་དེ་རིང་བཞུགས་པ་གོང་ས་སྐྱབས་དངོས་ཆེན་མོ་མཆོག་གིས་ཐུ་ལོ་གསར་པ་དབུ་འབྱེད་གནང་བ་དང་མཛངས་གླིང་ཞི་བདེ་ནི་སེམས་ཀྱི་ཞི་བདེ་ལ་བརྟེན་ནས་ཡོང་དགོས་པ་དང་ཆོས་ཀྱི་སྙིང་པོ་བྱང་ཆུབ་སེམས་གལ་ཆེན་པོ་ཡིན་པ་ཚན་རིག་པ་གཙོས་པའི་མི་མང་པོས་ནང་ཆོས་ལ་དོ་སྣང་བྱེད་དགོས་ཡོད་པ་སོགས་ཀྱི་བཀའ་སློབ་བཀའ་དྲིན་བསྩལ་གནང་སོང།
ནང་ཆོས་དང་འབྲེལ་བ་མེད་མཁན་དེ་འདྲས་ཀྱི་ཡུལ་གྲུ་ཁག་མང་པོ་ནས་དོ་སྣང་གསར་བ་བྱེད་བསྡད་ཀྱི་འདུག་ལྷག་པར་དུ་ཡ་ཨན་ནི་ཚན་རིག་གི་མཁས་པ་དེ་ཚོའི་གྲས་ཀྱིས་སེམས་ཁམས་རིག་པའི་སྐོར་ལ་ཨ་ནི་ནགས་ལེན་དེ་མཁས་པའི་གཞུང་གི་སྲུང་བྱ་བསསེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱི་དོ་སྣང་བྱས་བྱས་བྱས་ས་ག་ད་བོད་ཀྱི་སངས་རྒྱས་ཀྱི་བསྟན་པ་དེ་སེམས་ཁམས་རིག་པ་དང་འབྲེལ་ནས་ཡོད་བསྡད་པ་དེའི་སྐོར་ལ་དེ་སྔ་ནང་ཆོས་འབྲེལ་བ་མེད་དེ་ངན། ད་ལྟ་ཡིན་ནའི་ནང་ཆོས་ལ་དད་པ་མེད་མཁན་གཅིག་གིས་ཡིན་ནའི་གཅིག་གིས་སེམས་ཁམས་རིག་པའི་སྐོར་ལ་ཡང་དོ་སྣང་གསར་པ་བྱས་བྱས། དཔེར་ན་ངའི་རྩ་ལ་ཡང་ཚན་རིག་པ་འདི་རིགས་མང་པོ་ཐུག་ཀ་ཡོང་གི། སེམས་ཁམས་རིག་པའི་སྐོར་ལ་ཅིག་སྐད་ཆ་དྲི་ཡ་འདྲ་ཡོང་གི་འདུག། ད་ག་ནང་བཞིན་གྱི་ཆོས་རྣམས་ཀྱི་ཡིན་ལུགས་ཟིན་ཏེ། ཕ་བ་ཕ་བ་བར་དུ་གསལ་རེ་ཡིན་ན། རྟགས་དོན་བཙན་ནི་གཉིས་རྒྱུ་མེད་འདོད་པ་ཅིག་དེའི་ཐོག་ལས་ཚན་རིག་པས་དོ་སྣང་བྱེད་ཀྱི་འདུག་ལ། ང་རང་ཚོ་ནང་པའི་གཞུང་གི་ནང་ལོགས་ལས། ཨེ་ནི། བསམ་པ་བཟང་པོ་བྱང་ཆུབ་ཀྱི་སེམས་དེ་དག་སྟོང་ཉིད་ཀྱི་ལྟ་བ་ཟུང་དུ་འབྲེལ་ནས་འགྲོ་གི་ཡོད་རེད་སྟོང་པ་ཉིད་ཟེར་ཡ་དེ། ང་རང་ཚོ་ལ་ཡང་ཅིག་སོ་སོའི་མྱོང་བ་ཡིན་ནི་རེད། ཕྱི་ལོག་གི་ཨེ་ནི་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པའི་ཆོས་གང་དང་གང་ཡིན་ནི་ང་རང་ཚོ་ལ་སྣང་ཡོད་འདུག་ཙང་ནས་དོན་སྟེང་ནས་གྲུབ་བསྡད་པ་ཅིག་ང་ཚོ་ལ་སྣང་བསྡད་ཀྱི་ཡོག་རེད་དེ། འདི་བར་བརྟག་ཐོས་ཙང་ན་གཉིས་ཡག་མེད་བསྡད་པ་གསལ་པོ་ཆགས་རེད། ཆ་དེ་འདྲ་ཡིན་འདུག་ཙང་ནས་ཅིག་གི་ནང་པའི་གཞུང་ནས་ཨེ་ནི་སྣང་སྲིད་ཀྱི་ཆོས་འདི་ཐམས་ཅད་ལོ། མིང་རྐྱང་བཏགས་ཡོད་ཙམ་ཟེར་ཡག་གི་ད་གསུམ་འདི་ད་ཞི་བོ་གཅིག་གི་ཞེ་ས་བ་ཞིག་ད་བོད་བསམ་བློ་བཏང་མཁན་སྐད་ཆ་རེད་ཤག་ད་རི་གེ་སར་ཚན་རིག་པའི་མཁས་པ་དེ་ཚོ་དེ་དེ་དམིགས་བསལ་གི་དོ་སྣང་བྱེད་བསྡད་ཀྱི་འདུག་ཅེས་ང་རའི་ངོས་ནས་ཆ་བཞག་ན་ནང་པའི་དགེ་སློང་ཅིག་རེད།

དེ་འདྲའི་གི་སེམས་པ་བཟང་པོ་འདི་གི་སྔོན་ནས་རང་གནས་ཀྱི་སོ་སོར་སེམས་བསྐྱིལ་བ། ཨེ་ནི་སེམས་བསྐྱིལ་བའི་ཞོར་ལ་ལུས་བདེ་བ། བའི་བསམ་བློའི་ནང་ལ་ཡ། ཇི་ཙམ་གྱི་གཞན་གཅེས་པར་འཛིན་པའི་བློ་ཡོད་པའི་ཚོད་ཀྱིས་བསམ་བློ་དེ་ལྷོད་ཤིག་ཤིག་བཞག་འདུག་པ། ཞེ་བོ་ཞེས་བྱ་བ་འདུག། ས་དེ་འདྲ་ཡིན་དུས་རྩ་ནས་སོ་སོའི་སེམས་ཀྱི་ཞི་བདེ་ཡོང་ཡ་དེ་བྱ་སྤྱོད་ཀྱི་སེམས་འཁོར་ཡ་དེ་གི་ཞེ་བོ་ཞིག་ཕན་ཐོགས་ཡོད་དེ་བ། ཨཱ་སེམས་ཀྱི་ཞི་བདེ་རྒྱུན་ནི་ལུས་ཀྱི་འཕྲོད་བསྟེན་ལ་བྱ་བྱ་ནས་ཕན་ཐོགས་ཞེ་བོ་ཞིག་འདུག་བ། སེམས་ནང་དུ་ཅིག་ང་རྒྱལ་དང་ཕྲག་དོག་དང། ཅིག་འགྲན་སེམས་རོ་དེ་འདྲའི་གི་བསམ་བློ་ཤུགས་ཆེན་པོ་ཡོད་ན།

ད་མི་ག་ཚོད་བསད་མེད་བཏང་ཡོང་རེད་དེ་གྱིས་ཚང་མ་ལོ་རང་གཅེས་པར་འཛིན་པའི་གཅེས་འཛིན་གྱི་གཞན་དབང་དུ་བཏང་ནས་གཞན་གཅེས་པར་འཛིན་པའི་བློ་གཏད་ཀྱི་ནུས་པ་དེ་མ་འདང་ཆེད་ཁ་ནས་ད་དམངས་གཙོ་ད་ཅིག་རང་དབང་ཟེར་བཤད་ཀྱི་ཡོད་རེད་དེ་དོན་དག་ངོ་མར་དེ་ག་འདྲ་བ་སླེབས་ཡོད་དུས་སོ་སོའི་ཐོབ་ཐང་དང་དབང་དེ་འདྲས་གང་འགྲོ་བསྡད་ཀྱི་འདུག་ག། ཅི་སོང་དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་ཞི་བདེ་ཟེར་ང་ཚོས་བཤད་བསྡད་ཡ་དེ་ཞི་བདེ་གནམ་ནས་བབས་ཡ་ཡོག་མ་རེད། ཞི་བདེ་དཀྲུག་མཁན་དེ་ང་རང་ཚོའི་མིས་ཞི་བདེ་དཀྲུག་ཡོག་རེད་ས་དེ་འདྲས་ཡིན་དུས་ང་རང་ཚོའི་མིའི་སེམས་ཀྱི་ནག་ཐོག་རེད་ཡ། དངོས་གནས་དྲང་གནས་ཀྱི་གཞན་གཅེས་པར་འཛིན་པའི་གཅེས་འཛིན་གྱི་བློ་ཡག་འོ་ཅིག་བྱུང་པ་ཡིན་ན་ཞི་བདེ་ཡོང་ཡོང་པ་རེད།

ཨ་ནི་གཅིག། གནམ་ནས་བུ་ཡག་གི་སོ་རོ་གཅིག་ནི་ཡོག་མ་རེད་ས་དེ་འདྲི་ཡིན་དུས་ཙང་ནས་ད་གང་ད། ཆོས་ཁས་ལག་ནས་རེད་མ་ལག་ནས་རེད། ཆོས་ཀྱི་ནང་ནས་ནང་པའི་ཆོས་ཁས་ལག་ནས་རེད་མ་ལག་ནས་རེད་གང་ད་སེམས་ཁོང་རིག་པ་དང་འབྲེལ་ནི་སེམས་ལྷོད་ལྷོད་བྱེད་ཡོག་ཡག་ད་དེ་ད་ཞེ་བོ་གཅིག་གི་འདི་རེད་ཤག།

སེམས་ཁམས་རིག་པ་དང་འབྲེལ་ནས་ཁོས་རྒྱུ་མཚན་བསམ་བློ་བཏང་ནས་སེམས་ཀྱི་ཞི་བདེ་བཟོ་ཡག། སངས་རྒྱས་ལ་སྐྱབས་སུ་མཆི་ཟེར་ཡག་གི་དད་པ་ཅི་གོ་གི་ཅི་མ་ཡིན་པ། གང་ལྟར། སེམས་དཀྲུག་མཁན་དེ་ག་རེ་བཟོ་གི་འདུག་ག། གཙོ་བོ་སེམས་ཁམས་རིག་པའི་བསམ་བློ་འགྲོ་སྟངས་འདུག་བསམ་བློ་བཏང་ནས་ད་དེ་ཞི་བ་ཅི་རེད་ཤག། ཚེ་ཚང་ངས་རེ་སྔོན་ནས།

ལ་བོད་ཀྱི་ནང་ཆོས་ཀྱི་བསླབ་བྱ་ལ་ཡང་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་རང་ཚོ་འདིར་བསྡད་རྒྱ་གར་ལ་ཡོད་བསྡད་པ་ཚོས་ང་རང་ཚོའི་ཅིག་འཛམ་བུ་འདི་འདི་སྒང་གི་བོད་པའི་ཅིག་གྲོགས་པོ་ཚང་མ་ལོག་གི་བོད་རིགས་ལབ་དུས་སེམས་ལྷོད་ལྷོད་སྡོད་ངེས་ཅིག་གིས་ཅིག།

སྨོན་ལམ་འདི་འདྲའི་ཤུགས་ཆེན་པོ་བརྒྱབ་ཐུབ་ཀྱི་ཡོད་རེད། འདི་སྨོན་ལམ་ཚིག་ཙམ་མ་རེད་སེམས་ཀྱི་གཏིང་ནས་ཇི་སྲིད་ན་ཁ་མ་གསལ་གི་བར་སེམས་ཅན་གྱི་དོན་གྱིས་བསམ་པའི་བློ་དེ་འདྲ་ཞིག་སླེབས་ཡིན་དུས་རྩ་ནས་སེམས་ཤུགས་ཞིབ་པོ་ཞིག་སླེབས་ཡོང་གི་འདུག་བ། བྱས་ཙང་དེ་ནི་ཚང་མ་ལོག་གོང་བག་ཆང།

ཨེར་ཁྱོད་ཚང་མ་ལོ་ལོ་གོང་འཕར་བྱུང། གཞན་ཡང་དེ་རིང་ཐུགས་བློ་གསར་པ་དབུ་རྒྱན་མཛད་སྒོ་ཡི་སྐུ་མགྲོན་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་དང་སྤྱི་འཐུས་ཚོགས་གཙོ་མཁན་པོ་སུ་ནག་བསྟན་པས་ཆོས་བརྒྱུད་ཁག་གི་སྤྱི་འཐུས་དང་སྤྱི་འཐུས་གཞན་པ་ཁག་ཅིག་བཅས་མི་མང་བརྒྱ་ཕྲག་མང་པོ་ཕེབས་འདུག།